ད་རྩ་བའི་ས་བཅད་བཞི་པ། འདིའི་ནང་གསེས་ཀྱི་ས་བཅད་བཞི་པ། གང་ལ་ཐོས་བསམ་བྱས་པའི་གཞི། དེ་ལ་ཡང་གཉིས་བཅས། མདོ་སྡེ་ལ་བརྟེན་པ་དང་བསྟན་བཅོས་ལ་བརྟེན་པ་གཉིས་བཅས། ལྷག་པར་ཚུལ་བཞིན་དུ་བསྲུང་མི་ནུས་པའི་རྒྱུ་ལ་ཡང་མི་ཤེས་པར་ལྟུང་བ་འབྱུང་བའི་སྒོ་ཟེར་ཏེ། བསླབ་པའི་མི་མཐུན་པའི་ཕྱོགས་ག་རེ་ཡིན་པ། བྱ་བ་ག་འདྲའི་ག་འདྲའི་ཞིག་ལ་ཞུགས་པ་ཡིན་ན། སྟོང་དབང་དང། སྦོམ་པོ་དང་ཉེས་བྱས་ལ་སོགས་ཡོང་གི་ཡོད་པ་དེ་ཡག་པོ་བྱེད་མ་ཤེས་པ་ཡིན་ན། དེ་ལྟུང་འབྱུང་བའི་སྒོ་ཅེས་བྱ་དགོས་པ་རེད།

དང། གཉིས་པ་དྲན་དང་ཤེས་བཞིན་བཟུང་ཚུལ་དེ་གསུང་གི་ཡོད་རེད་ད་དེའི་ཆ་ཤས་ལི་ཡང་ད་དེ་ཞུ་ཚགས་དེ་ལ་མི་ཤེས་པ་གཏོང་རྒྱུའི་སྒོ་དེ་འགོག་པའི་ཆེད་དུ། ལྟུང་བའི་རྣམ་གཞག་དེ་བྱས་ཏེ། ལྷོ་རྒྱུན་ཆེ་ཡག་གི་གཞུང་འདི་བྱེད་དུ་གསུངས་པ་རེད། གཞུང་གར་གར་ཡོད་ཨ་རེད་ཟེར་ན། མདོ་སྡེ་ལ་བསྟན་པ་དང་བསྟན་བཅོས་ལ་བསྟན་པ་གཉིས་ཡོད་རེད་ཟེར། ད་དེ་རྣམས་ཐོག་མ་མདོ་སྡེ་ལ་བསྟན་པ་དེ་ལ། པད་འབྱུང་བ་ཡི་རྣམ་ཐར་ལས་བླ་མ་བསྟན་པའི་ཚུལ་དེར་བསླབས། ལྡུམ་བུ་བརྐོས་པའི་མདོའི་ནང་ན་ཁྱེའུ་དཔལ་འབྱུང་ཞེས་པའི་རྣམ་ཐར་གྱིས་ལྡུམ་བུ་བརྐོས་པའི་མདོའི་ནང་ན་ཅི་དང། ལེའུ་སྟག་རྣམ་གྲངས་མང་པོ་ཞིག་གྲགས་རེད། དེ་ནང་དུ་འདིར་བགྲང་ཡ་དེ་དཔལ་འབྱུང་བ་ཡི་རྣམ་ཐར་ལས་གསལ་ཡ་དེ། ཁྱེའུ་དཔལ་འབྱུང་གི་རྣམ་ཐར་དེ་རེད། འདི་ན་བླ་མ་བསྟུན་པའི་ཚུལ། འདི་ལ་ཡག་པོ་བྱེད་སླ་དགོས་རེད་གསུངས་ཡོད། དགེ་བའི་བཤེས་གཉེན་གྱིས་ཡང་དག་པར་ཟིན་པས། རྒྱ་མཆོད་སེམས་དཔའ་རྣམས་ནས། ངན་འགྲོ་རྣམས་སུ་མི་གཏོང་བ་སོགས། བླ་མ་བསྟེན་པའི་ཕན་ཡོན་མ་བསྟེན་པའི་ཉེས་མེད་ཇི་ལྟར་བསྟེན་པའི་ཚུལ། གངས་དཀར་ལོ་རེར་རྩིས་རེ་བྱས་ཡོད་རེད། དེ་དངོས་སུ་མཚན་སྨོས་ནས་དཔལ་འབྱུང་བ་ཡི་རྣམ་ཐར་འདི་གཅིག་གསུངས་པ་རེད། འདི་དང་སངས་རྒྱས་བཀའ་སྩལ་གཞན། དང། མདོ་སྡེ་བཀླགས་ནས་ཤེས་པར་བྱ། མདོ་སྡེ་རྣམས་ལས་བཀླགས་པ་ན། དེ་བས་མདོ་སྡེ་བཀླག་པར་བྱ། ད་ལྟ་འདི་དངོས་སུ་མཚན་སྨོས་པས། སྡོམ་བསྐུལ་བའི་མདོ། ཙམ་མ་གསལ་བས། སངས་རྒྱས་ཀྱིས་བཀའ་བསྩལ་བའི་མདོ་སྡེ་གཞན་པ་ཡང། ཀློག་ནས། བདེ་བ་ཆེན་པོའི་སྡོམ་པའི་བསླབ་བྱ་བྱས་ཏེ་ཤིན་པར་བྱས་བོ། རེད་གང་ཡིན་ཟེར་ན། མདོ་སྡེ་རྣམས་ལས་བསླབ་པ་ན། སངས་རྒྱས་ཀྱིས་བྱང་ཆུབ་སེམས་དཔའི་བསླབ་པ་དེ་སྤྱད་དེ། མདོ་སྡེ་མང་པོའི་ནང་ལ། ག་ས་ག་ལ་གསུངས་བྱ་བྱེད་བ་རེད། མདོ་སྡེ་རྣམས་ལས་བསླབ་པ་ན། དེ་བས་མདོ་སྡེ་བསླབ་པར་བྱ། འོན་ཏེ་ནི་འདིའི་མཚན་མ་མིན་པའི་མདོ་སྡེ་མང་པོ་ཡོད་རེད། ཞི་བ་ལས་མཛད་པའི་མདོ་ཀུན་ནས་བསྡུས་པ་ལྟ་བུ་ཡིན་པ་ཡིན་ན། ད་བྱང་ཆུབ་སེམས་དཔའི་སྤྱོད་པ་དང་འབྲེལ་བའི་མདོ་སྡེ་མང་ཆགས་ཀྱི་ལུང་དྲངས་ཡོད་རྒྱུ་རེད་བསམ་ཐུབ། བསླབ་བཏུས་ཀྱི་ནང་ལོགས་ལས་འདུག་མང་པོའི་ལུང་དྲངས་གནང་ཤག། བྱས་ཙང་བསླབ་བཏུས་ཀྱི་ལུང་མང་པོ་ལ་བལྟས་པ་ཡིན་ན་མདོ་རྩོད་ལས་དེ་ལས་མང་ཡོད་པ་དེ་རང་བཞིན་གྱིས་དཔོག་ཐུབ་ཡ་ཅི་རེད། ད་དེ་ནང་ནས་ནམ་མཁའི་སྙིང་པོའི་མདོ་སྡེ་དེ་ཐོག་མ་ཉིད་དུ་བལྟ་བར་བྱ། གསུང་ཡ་ཅི་དང། ནམ་མཁའི་སྙིང་པོའི་མདོ་སྡེ་ལས། རྩ་བའི་ལྟུང་བ་བལྟ་བར་བྱ། དེ་ཡི་རྒྱུར་མི་འདྲ་བ་གཉིས། རྒྱལ་ཚབ་ཀྱིས་འགྲེལ་པའི་ནང་ལ། ལྟུང་བ་ཉིད་དུ་བལྟ་བར་བྱ་ཟེར་ཏེ་གསུངས་ཡོད་རེད། འདིའི་རྩ་བའི་ནང་ལ། དེ་རང་བཞག་ཡོད་ཁར་གསུངས་རེད། ནམ་མཁའི་སྙིང་པོའི་མདོ་སྡེ་ནི། མདོ་སྡེ་ལས། རྩ་བའི་ལྟུང་བ་བལྟ་བར་བྱ། གང་ཞེ་ན།

རྩ་བའི་ལྟུང་བ་འདི་བྱས་ཏེ་མ་ཤེས་པ་ཡིན་ན། འདུན་པ་བླངས་པའི་རྗེས་ལ་ཡང། མ་ཤེས་པའི་དབང་གིས་རྩ་ལྟུང་བྱུང་བ་ཡིན་ན། བམ་པོ་རུ། དེ་ཡིན་ཙང་ཐོག་མ་ཉིད་དུ་བལྟ་བར་བྱ་ཟེར་ཏེ། རྒྱ་གཞུང་ཁ་ཤས་ཀྱི་ནང་ལ། ཡོད་པ་དེ་དོན་དང་ལྡན་པ་རེད་བསམ་འདུག། རྩ་བའི་ལྟུང་བ་བལྟ་བར་བྱ་ཟེར་དེ་ཡང་ག་རེ་ཟེར་བ་རེད་ད། སྦོམ་པོ་དང་ཉེས་བྱས་ལ་སོགས་པ་གཞན་པ་གང་གཱའི་ཆ་ཚང་མ་བྱིན་པ་ཡིན་ནས། རྩ་བའི་ལྟུང་བ་དེའི་སྡོམ་པ་ཉམས་པར་བྱེད་པའི་རྒྱུ་ཡིན་ཙང་དེ་ངེས་པར་དུ་ཐེངས་མང་བརྟག་དགོས་ཡ་བྱིན་ཙང་དེ་འདུག་སོ་གསུངས་པ་རེད་བསམ་དྲན་གྱི་ཡོད། ད་གཉིས་པ་བསྟན་བཅོས་ལ་བརྟེན་པ་དེ་རེད། ད་བསྟན་བཅོས་ག་རེ་ལ་རེད་ཟེར་ན། གང་ཕྱིར་རྟག་ཏུ་གཅེས་པ་ནི་དེ་ལས་རྒྱ་ཆེར་རབ་སྟོན་པས་བསླབ་པ་ཀུན་ལས་བཏུས་པ་ཡང་ངེས་པར་ཡང་དང་ཡང་དུ་བརྟགས། རྟག་ཏུ་ལྷབ་ཅིང་སྤྱད་པ་ནི། ལྷབ་བདུད་དེས་གང་ཕྱིར་རྟག་ཏུ་སྤྱད་པ་ནི། བདག་གང་ཕྱིར་རྟག་ཏུ་སྤྱད་པ་སེ་ཡ་ཏི། འཛུམ་པ་པོ་རང་ལ། བཟུང་གི་ཡོད་ན། བླ་འོག་ལ་བཟུང་གི་ཡོད་ན་དེ། འདུས་བྱས་གོ་བྱེད་ནི་འབྲིང་ངེ་ཡོངས་སུ་རབ་བྱེད་རེད། རྟག་ཏུ་བསླབ་ཀྱིན། སྐྱེ་བས་བསླབ་བཏུས་དེ་ལས། ལུས་རླུང་རྒྱུ་དགེ་རྩ་རྣམས་དང་གསུམ། དག་འབུལ། ཞེས་ཟུང་འཇུག་སོ་གཉིས་ཀྱི་སྒོ་ནས་རྒྱ་ཆེར་རབ་ཏུ་སྟོན་པས། བསླབ་པ་ཀུན་ལས་བཏུས་པ་ཡང་ངེས་པར་ཡང་དང་ཡང་དུ་བལྟ་བར་བྱའོ། བར་དུ་བྱས་ནས། ཞི་བ་ལ་རང་ཉིད་ཀྱིས་མཛད་པའི། རྟག་ཏུ་སྐྱེས་པ་ནི། དེ་ལས་རྒྱལ་ཆེན་རབ་སྟོན་པས། རྟག་ཏུ་བསླབ་ཅིང་སྤྱད་པར་བྱ་བའི་བསླབ་པ། ཡང་མིན་ན་རྟག་ཏུ་བསླབ་ཅིང་སྤྱད་པའི་བསྟན་བཅོས། ད་ལྟའི་ཚིག་འདི་དགའ་བ་ཏན་ཏན་ར་ཅི་ར་ཤ། བསླབ་ཚུལ་དེའི་ནང་ནས། ལུས་ལོངས་སྤྱོད་དགེ་རྩ་བྱས་ཏེ། བཏང་བ་བསྲུང་བ་དག་པར་སྤེལ་བ། དེ་ཚོ། བཞི་སུམ་ཅུ་སོ་གཉིས་ལ་ས་བཅད་ར་བ་བཞི་བཅུ་སུམ་ཅུ་སོ་གཉིས་ལ་དབྱེ་བ་ཕྱེ་ནས། རྒྱ་ཆེན་པོ་བཅས་ནས་བསྟན་ཡོད་པ་ཡིན་ཙང། འདི་ཡང་ཡང་ངེས་པར་བརྟག་དགོས་པ་རེད། ལབ་པ་ཀུན་ནས་བཏུས་པ་ཡང་ངེས་པར་ཡང་དུ་ཡང་དུ་བརྟག། དེ་ལས་རྒྱ་ཆེར་རབ་བཏོན་པའི་ཚེ་རྒྱ་ཆེར་བཏོན་སྟངས་དེ། གཞི་ཟུང་འཇུག་གཟུགས་གཉིས་ཀྱི་ཐོག་ལ། སྟངས་ཟུང་དག་པའི་གཞི་ཡི་རྣམ་གཞག་དེ་བསྟན་པ་ཡིན་ཙང་དེ་གསུངས་པ་རེད། ཡང་ན་རིགས་བཞི་མདོར་བསྡུས་པའི་མདོ་རྣམས་ཀུན་ལས་བཏུས་པ་བརྟགས། ལྟ། ལབ་བཏུས་དེ། གཞུང་ཕྲན་བུའི་ཁྱིམ་བུ་ར་བྱེད་རེད། དེ་ཡིན་ཙང་དེ་ལས།

ལྟ་དགོས་ཀྱི་རེད་ཅེས་ནས་གསུངས་པ་མ་གཏོགས། ཀླུ་ཕྲུག་གི་མཛེས་པའི་བསླབ་བསྟོད་དང་མདོ་སྟོད་གཉིས་ཡོད་པ་བཤད་ཀྱི་ཡོད་མ་རེད། དེ་འདྲའི་གསུང་མཁན་ཞིག་ཅི་ཡོད་རེད། ཡང་འཕགས་པ་ཀླུ་ཕྲུག་སྤྱི་མཛེས་པའི་གཉིས་པོ་ཟེར་ཡ་དེ་ཀླུ་ཕྲུག་གི་མཛེས་པའི་མདོ་སྟོད་དང་བསླབ་བསྟོད་གཉིས་ཀྱང་ཡུལ་བ་ལ་ཆ་བཞག་ནས། སློབ་ཕྲུག་ཅིག་མཛད་པའི་ལབ་བཏུས་ཡང་བལྟ་དགོས་ཀྱི་རེད། གང་ཞེ་ན་ད་ལྟ་སློབ་ཕྲུག་ཅིག་མཛད་པའི་ལབ་བཏུས་ཀྱི་གཞུང་རྙེད་ཀྱི་ཡོད་མ་རེད། མདོ་སྟོད་ཡོད་རེད། བྱས་ཙང་དེ་ཡི་མཐའ་དཀྱིལ་དུ་ཐག་བཅད་ནས་ཞུ་དཀའ་བ་རེད། ཡིན་ནའི། ཚོད་དཔག་བྱས་བལྟས་པ་ཡིན་ན། ཀླུ་སྒྲུབ་ཀྱིས་མཛད་པའི་བསླབ་བསྡུ་ནི་མདོ་བསྡུས་གཉིས། ཞི་བ་ལས་མཛད་པའི་བསླབ་བསྡུ་མདོ་བསྡུས་གཉིས། འོ་འདི་ཚོ་ཚང་མ། ཡུལ་བ་དག་འདི་ལྟ་བུ་རེད་གསུངས་པ་བྱས་པ་ཡིན་ན། ད་ཡིན་ནའི་དེ། གཞུང་གཉིས་ཀྱི་མེད་པ་ཡིན་དུས་སྐབས་ལ་ཡ། མཐའ་གཅིག་ཏུ་ངེས་པ་གཉིས་པ་བྱིན་བརླབས་ཐོད་དཀར་པོ་རེད་བ། བྱས་ཙང་འགྲོ་སྟངས་རེ་བ་དེ་ག་བ་ཕྱིན་པ་ཡིན་ནས་མི་འདྲི་བ་མེད་ངེས་སུ་རེ་བྱེད་འདུག་བ། གང་ལས་གང་ནས་མ་བཀག་པ་དེ་ཉིད་སྤྱད་པར་བྱ་བ་སྟེ། རྗེ་དིང་སེ་ནས་གསུངས་བའི་ཕྱིར། ལྷག་པར་མཐོང་ནས་ཡང་དག་སྤྱད་དེ། གང་ལས་གང་ནས་མ་བཀག་པ། མདོ་དང་བསྟན་བཅོས་གང་ལས། བྱ་བ་གང་ཡང་རུང་བར་བྱེད།

དེའི་ཆེད་དུ་རེད། བྱང་ཆུབ་སེམས་དཔའི་ལྷག་པར་ལ་ཡང། འཇིག་རྟེན་གྱི་སེམས་བསྲུང་བ་དང། མ་དད་པ་སྤངས་པ་གཉིས་ཆ་གལ་ཆེན་པོ་ཡིན་ཙང། འདུ་བྱེད་ནས་ཉམས་ལེན་བྱེད་དགོས་པ་རེད། ལྷག་པར་ཐུགས་ནས་ཡང་དག་སྤྱད་དགོས་པ་འཇིག་རྟེན་པའི་སེམས་བསྲུང་བ་དང་མ་དད་པ་སྤང་བར་བྱ་བའི་ཕྱིར་དུ། བྱང་ཆུབ་སེམས་དཔའི་ལྷག་པ་དེ་གལ་ཆེན་པོ་ཡིན་པ་མཐོང་ནས། ཡང་དག་པར་སྤྱད་ཅིང་བསླབ་པར་བྱའོ། སྔོན་དུ་ཟིན་པ་རེད། གང་ལས་གང་ནས་མ་བཀག་པར་དེ་ཉིད་སྤྱད་པར་བྱ་བ་དེ། འཇིག་རྟེན་ཟིན་ནས་སྲུང་བའི་བྱིན་རླབས་པ་དུ་ནི་ཡང་དག་བྱེད། མདོ་དང་བསྟན་བཅོས་གང་ལས། བྱ་བ་གང་ཞིག་མ་བཀག་པར་དེ་བླང་བར་བྱ་བ་དང། བཀག་པར་དེ་སྤང་བར་བྱ་བ་དེ། ཚིག་གི་ནུས་པས་ཁོ་རང་འཕང་འགྲུབ་བར་རོ། སྔོན་དུ་ཟིན་ལྟར་ཉམས་ལེན་བྱེད་དགོས་རེད། གསུངས་པ་རེད། ད། རྩ་བའི་ས་བཅད་གཉིས་པ། ཚིག་ཙམ་མ་ཡིན་པར་དོན་ཉམས་སུ་བླང་དགོས་པའི་ཚུལ་གྱིས་མཇུག་བསྡུ་བ། བག་ཡོད་བསྟེན་ཚུལ་ནས་བཟུང་སྟེ། དྲན་ཤེས་བཞིན་བསྟེན་ཚུལ་ནས་བཟུང་སྟེ། ལྟ་འདི་ཚོ་ཚང་མ་ལོག་ལ་ཡབ། ཚུལ་ཁྲིམས་སྲུང་གི་ཉམས་ལེན་བྱ་ཚུལ་ནས་བཟུང་སྟེ་ཚང་མ་ལོག་ལ། སྤང་བྱ་དང་བླང་བྱ་མང་པོ་ཅིག་འདི་འདིའི་ཆོ་ག་རེད་འདི་འདིའི་ཆོ་ག་མ་རེད་ཟེར་མང་པོ་གསུང་ཡོད་རེད་བ། ད་དེ་བྱས་དེ་ཚིག་ཙམ་ལ་མ་བཞག་པར་བྱས་ནས། དངོས་སུ་རང་གི་ཉམས་ལེན་ལ་སྦྱར་དགོས་པ་རེད་ཟེར་བྱས་ནས། དེ་ཡི་དོན་བསྡུ་ཡག་དེ། བདག་ཟ་བྱེད་ཐ་མ་དེ་རེད། དེ་ལས་ནང་གསེས་ཀྱི་གཉིས་བྱས་ནས། ལྷ་བའི་གནས་མཐའ་དག་ལ་དྲན་པ་དེ་བཞིན་བཟུང་དགོས་པ་དང། དངོས་ཀྱི་དོན་དུ། བདག་དང་པོ་ལྷ་བའི་གནས་མཐའ་དག་ལ་དྲན་པ་དེ་བཞིན་བཟུང་དགོས་པའི་ཟ་བྱེད་དང་པོ་དེ། ལུས་དང་སེམས་ཀྱི་གནས་སྐབས་ལ་ཡང་དང་ཡང་དུ་བརྟག་བྱ་བ། འདི་ཉིད་ཁོ་ན་མདོར་ན་ནི་ཤེས་བཞིན་བཟུང་བའི་མཚན་ཉིད་དུ། ད་ཤེས་ཤིང་གསུང་བས། དོན་ག་འདྲས་ཆེ་རེད་དོམ་འདྲ་བོ་བརྒྱབ་ནས་གསུངས་པ་ཡིན་ན། ལུས་དང་ངག་དང་སེམས་ཀྱི་གནས་སྐབས་ལ། ལྷག་པ་དང་འགལ་མི་འགལ། ལུང་མ་བསྟན་དང་ཉོན་མོངས་ཀྱི་དབང་དུ་གྱུར་མ་གྱུར། ཇི་ལྟ་བ་བཞིན་དུ་ཤེས་པའི་ཤེས་རབ་ཀྱིས་ཡང་དང་ཡང་དུ་བལྟ་བར་བྱ་བ་དེ་ཁོ་ན། ད་མདོར་བསྡུ་ན་ཤེས་བཞིན་སོང་བའི་མཚན་ཉིད་འདི་འདི་རེད། དྲན་པ་དང་ཤེས་བཞིན་གཉིས་ཀྱི་བྱ་བ་དེ་ག་རེ་རེད་ཟེར་ན། རྣམ་རྟོག་གི་རྒྱུ་བ་རྒྱུན་མ་ཆད་པ་ང་ཚོའི་རྒྱུད་ཀྱི་ནང་ལ་འགྲོ་བསྡད་ཡ་དེ་ཉོན་མོངས་པའི་དབང་དུ་འགྲོ་གི་འདུག་པས།

ད་ང་ཚོས་ཚུལ་བཞིན་མ་ཡིན་པའི་ཡིད་ལ་བྱེད་པའི་བློ་དང། ཉུང་ངུ་བའི་བློ་དང། མི་དགེ་བའི་བློ། ཡང་སྲིད་བསམ་བློ་རྣམས་ལ་ཤོར་འགྲོ་ཡ་དེ། ག་རེ་བྱེད་དགོས་ར་བྱས་ན། དེ་འདྲ་བའི་བློ་དེ་རང་གི་རྒྱུད་ལ་གཅིག་གི་ཡོད་པ་དེ། དྲན་པས་མ་ཟིན་པ་བྱས། ཤེས་བཞིན་གྱིས་ངོ་མ་ཤེས་པ་བྱས། དྲན་པས་བྱ་བ་དེ་ག་རེ་རེད་ཟེར་ན། གློ་ག་རེ་ཡིན་ན་ཡང་མགོ་བཀྱགས་པ་ཙམ་གྱིས། རྣམ་རྟོག་རྣམས་ལ་ཤར་བ་ཙམ་གྱིས་ལམ་སང་མཐོང་ཡ་དེ་དྲན་པས་བྱ་བ་དེ་རེད། ཤེས་བཞིན་དེ་ཤེས་རབ་ཀྱི་རང་བཞིན་ཡིན་ཙང་ག་རེ་བྱེད་དགོས་རེད་ཟེར་ན། དེ་འདྲ་བའི་བློ་དེ་དགེ་མི་དགེ་ལུང་མ་བསྟན་ག་རེ་རེད། ཉོན་མོངས་དང་ཉོན་མོངས་ཅན་མ་ཡིན་པ་ག་རེ་རེད། རུང་བ་དང་མི་རུང་བ་ག་རེ་རེད། འདི་ཡིས་དབྱེ་བ་ཕྱེ་ནས། གླང་རྒྱལ་གནས་དང་རྡོ་རྗེ་གནས་ཀྱི་དབྱེ་བ་ཕྱེ་ནས་ལམ་སྲང། རྡོ་རྗེ་གནས་ཡིན་ན་ཀ་ཡག། གླང་རྒྱལ་གནས་ཡིན་ན་པིར་ཡག། འདི་ཁ་ཐུ་ཁ་ཐུ་བྱེད་ཐུ་ཡག་འདི་ཤི་ཅིང་གི་བྱ་བ་དེ་རེད། བན་གོང་རྗེ་ཡིན་པ་ཡོད་པས་རྗེ། མ་ནི་སེམས་ཀྱི་ཁར་ཁུར་ན་སྙིད་པོ་མདོང་ཐུང་ཞིག་ཟིན་ནས་བསྡད་པ་ལས་བྱ་བ་གཞན་གང་ཡང་མེད། ཁོ་བྲིང་ན་ང་བྲིང། ཁོ་གློད་ན་ང་གློད། ང་ནམ་རྒྱུན་ད། སྒོམ་རྒྱག་ཡག་དང། འདོན་པ་འདོན་ཡག་དང་ཁ་འདོན་འདོན་ཡག་དེ་ལྟར་དགེ་བའི་བྱ་བ་འདི་བྱས་ཟིན། ཞེས་བྱ་ཡག་གི་མང་པོ་གས་མེད། བསམ་བློའི་སྒོའི་འགྲམ་དེ་ལ། མི་དགེ་བའི་སེམས་དང་ཉོན་མོངས་པའི་གཉིས་པོའི་གདོང་ཁེངས་ནས་བདེན་ངན་གྱི་སྒོ་སྲུང་བ་གཅིག་ག་དུས་ཡིན་ནའི་གཟབ་གཟབ་བྱས་ནས་བཞག་ཡ་དེ་དེ་མ་གཏོགས་ང་ལ་ད་ཉམས་ལེན་གཞན་པ་གས་མེད་སོང་བ་རེད། ད་སེམས་དེ་འགྲིམ་གྱི་འདུག་ན། ངའི་སྒོ་སྲུང་བ་དེ་འགྲིམ་གྱི་རེད། སེམས་དེ་གཏད་དུ་གློད་པ་ཡིན་ན་ངའི་སྒོ་སྲུང་བ་དེ་གས་གློད་གི་རེད། དེ་དཔེ་ཡག་པོ་འདུག་ཨང་འདུག་ས་རེད། བྱས་ཙང་དྲན་པ་དང་ཤེས་བཞིན་གྱི་མ་ཟིན་པ་དེ་ག་རེ་བྱེད་དགོས་པ་རེད་ཅེ་ན། ང་ཚོས་དེ་རྣམ་རྟོག་གི་རྒྱུ་བ་དེ་སྤྱད་དེ། ངོ་བོ་དང་བྱེད་ལས་ཕྲ་ཞིང་ཕྲ་བ། འཆར་གྱི་ཡོད་མ་རེད་བློ་ལ་འཆར་གྱི་ཡོད་མ་རེད། དེ་བ་ལི་བུ་ལི་རུ་བྱེད། ཁྱོད་གཉུག་མའི་ཟེར་བ་རུ་གྲ་སེ་རི་སི་ན་ནས་གང་ག་མང་པོ་འགྲོ་བཞག་དགོས་རེད་བ། དེ་ཡིན་དུས་ག་ལ། ཤེས་བཞིན་སོང་བའི་མཚན་ཉིད་དེ། མདོར་བསྡུ་ན་ག་རེ་རེད་ཟེར་ན། ལུས་ངག་ཡིད་གསུམ་གྱི་གནས་སྐབས་ཐམས་ཅད་ལ་ཡང་ཡང་བལྟས་ནས། བརྟག་དཔྱད་བྱས་བྱས། ངོས་ཟིན་པ་བྱེད་ཡག་དེ། ཤེས་བཞིན་སོང་བའི་མཚན་ཉིད་དེ་རེད། ད་དེ་ཡིས། ལྷག་པའི་གནས་མཐའ་དག་ལ་དྲན་པ་བཞིན་བཟུང་དགོས་པ་དེ་རེད། ད་སྔོན་གྱི་དོན་ཅི་རེད། ལུས་སྦྱིན་བདག་གཅེས་པར་བྱ། ཚིག་དང་བརྒྱུད་པའི་སྐྱེ་ཤི་འགྲུབ། སྨན་དཔྱད་བརླག་པ་ཙམ་གྱིས་ནི། ནད་པ་དག་ལ་ཕན་འགྱུར་རམ། དེ་འདྲ་ཡིན་ཙང། ཤེས་བཞིན་བཟུང་བའི་མཚན་ཉིད་དེ། ཤེས་སོང་ན། དེ་ལྟར་ཤེས་པར་བྱས་ནས། ལུས་ཀྱི་དེའི་རྒྱུ་བ་ཉམས་ལེན་གྱི་སྐབས་འདིར་ལུས་བསལ་ཏེ། ལུས་ངག་ཡིད་གསུམ་གྱི་ལུས་རྐྱང་པ་མ་རེད་དེ། རགས་པའི་ཚུལ་དུ་གཟིགས་བར་བས་དང། གང་ལྟར་རྒྱུ་བ་ཉམས་ལེན་གྱི་ཚུལ་དུ། འགྱུར་བ་ཉམས་ལེན་གྱི་སྒོ་ནས་འདི་དག་བསྐྱེད་དགོས་པ་རེད། ཉམས་ལེན་མེད་པ་ལ་ཡང་ཚིག་མང་པོ་བརྗོད་པ་ཙམ་གྱིས་རྣམ་གྲངས་མང་པོའི་དགོས་པ་ཅི་ཡང་མི་འགྲུབ་པས། ད་དེའི་དཔེ་ལས་ག་རེ་གསུང་བ་ཞེ་ན། སྨན་དཔྱད་བརླགས་པ་ཙམ་གྱིས་ནི་ནད་པ་དག་ལ་ཕན་འགྱུར་རམ། ནད་པ་དེ་ཚོས་སྨན་དཔྱད་ཀྱི་གཞུང་ཀློག་ནས། ནས་དྲག་གི་མ་རེད་བ། ནས་དྲག་ཡ་དེ་ག་རེ་རེད་ཟེར་ན། སྨད་བཅད་ཀྱི་གཞུང་ནས་བཤད་པའི། སྨད་དེ་ཚོ་བཟོས། བསྒྱུར་བ་དང། སྡེ་ཚན་ཚན་ལྡན་བྱས་ནས་སྨད་བཟོས། སྨད་བཟོས་པ་དེ་སྨད་བཅད་ཀྱི་གཞུང་ནས་བཤད་པ་ནང་བཞིན། ཞོགས་ཀའི་དགོངས་དག་ཉིད་དགོངས། ཡང་མིན་ན་ཞོགས་ཀའི་དགོངས་དག་ཡང་མིན་ན་ཉིད་དང་མཚན། དུས་དང་མཐུན་ཚུལ། ག་དུས་ལ་ཡར་ཇི་ཙམ་གྱིས་ལོངས་སྤྱད་དགོས་པ་དེར་དཔྱད་པ་ཡིན་ན། ནི་སྨན་དེའི་ནད་དེ་ཕན་གྱི་རེད་བ། དེ་མ་གཏོགས། སྨན་གཞུང་དེས་རྒྱུད་བཞི་ཆ་ལོག་སྟེ་དག་དོན་སྤྱད་ནས་ལོག་བསྡད་པ་ཡིན་ནའི་ན་ཚར་ཕན་གྱི་མ་རེད་བ། དེ་ཙམ་སྨན་དཔྱད་སླ་བ་ཙམ་གྱིས་ནི། ད་དེ། ཐོས་པ་ཙམ་ལ་བྱ་ཡག་དང། ཚིག་ཙམ་ལ་བྱ་ཡག་གི་འགྲིག་གི་མ་རེད། དོན་དེ་ཉམས་སུ་ལེན་དགོས་རེད་བཞིན་ལྟ་དེ། དོན་བསྡུ་བ་དེ་རེད། ལྟ་དེ་ཡན་ཆད་ཀྱི། ལེའུ་ལྔ་པའི། གཞུང་འདི་ཆ་ཚང་རྫོགས་པ་རེད། ལྟ་གཉིས་པ་ལེའུའི་མཚན་ནི། བྱང་ཆུབ་སེམས་དཔའི་སྤྱོད་པ་ལ་འགྱུར་བ་ལས། ཤེས་བཞིན་བསྲུང་བར་བྱ་བ་དེ་ལེའུ་ལྔ་པའོ། ལྟ་ཤེས་བཞིན་བསྲུང་བ་སེམས་དཔའི། ལེའུ་ལྔ་པ་དེ་འདུ་བྱས། ལྟར་ལེའུ་ལྔ་པ་རྣམས་ལ་དྲན་པ་དེ་བཞིན་བསྲུང་བའི་ཚུལ་དེ་གཙོ་བོར་བསྟན་པ་ཞིག་རེད། ཐ་མ་གཅིག་མི་མཐུན་པའི་གནས་དང་དེ་ཁ་ཚང་ཅེས་ཞུས་ཟིན་པ་རེད། ད་ཐེངས་ཀྱི་ལེའུ་དྲུག་པ་དེ་ཕལ་ཆེར་ལུང་འགྲོ་རྗེས་ཉི་མ་ཡི་གསུང་སོང།

སྦྱིན་པའི་དུས་ཀྱང་དེ་བཞིན་ཏེ། ནང་ཁོང་མདོར་ན་འཁྲུལ་བས་འདིར་གནས་པ། དེ་ནི་འགའ་ཡང་ཡོད་མ་ཡིན་སྤྲོས་བྲལ་ཡིད་བདེ་ལ་སོགས། སྡུག་བསྔལ་དང་ནི་བཅས་པར་འགྱུར་གང་ཞིག་དྲིན་དེའི་འཁྲུལ་འབྱུང་བ། དེ་ནི་འདི་དང་གཞན་དུ་དེ་མིན་འདུས་བྱས་དང་འདོད་པ་ཡི་གེ་བརྒྱད་པ་ལ་འབྱུང་འགྱུར་བ། ཡིད་བདེ་མིན། ཡིད་མི་བདེ་བའི་ཚད་ཉིད་ནི་ཞེ་སྡང་དེ་དེས་བདག་འབྱུང་སོ། ཡིད་བདེ་མིན་ཚད་ཀྱི་ནི་ཞེ་སྡང་དེ་དེས་བདག་འབྱུང་སོ། དེ་དེས་བདག་གི་གྲངས་ཀྱི་ཚད་ནི་རྣམ་པར་གཞོམ་པར་བྱ།

བདག་གིས་གཟི་རིབ་མི་བྱ་སྟེ་འདི་ལྟར་བྱས་ན་ནུས་པ་བས་ལ་ལ། བདག་གིས་ཁྲག་འཐུང་ན་དཔའ་གདན་ལྷག་པར་བཅོམ་གྱིས་ལ་ལ། གཞན་གྱིས་ཁྲག་འཐུང་ན་བུག་ཅིང་འཇའ་བར་འགྱུར་བ་ཡིན། དེ་ནས་སེམས་ཀྱི་ངང་ལྡན་དང་ལྟར་མིན་ཚུལ་ལས་བཅོས་ཏེ་སེམས་ཀྱི་ངང་ལྡན་དང་ལྟར་མིན་ཚུལ་ལས་བཅོས་པ་ཡིན།

རང་དབང་ཡོད་པ་མ་ཡིན་ན་སྤྱི་སྣང་ཚོགས་པ་དེ་དག་ཀྱང་བྱེད་པར་བྱ་ཞེས་སེམས་པ་མེད། དེ་བྱེད་འདི་ཡང་བདག་བྱེད་ཅེས་སེམས་པ་ཡོད་པ་མ་ཡིན་ནོ་གཙོ་བོ་ཤེས་བྱ། གཙོ་བོ་ཤེས་བྱར་བཀའ་འདུས་དང་བདག་བྱེད་ད་བར་བཀའ་ཡིན་པ། དེ་ཉིད་བདག་ནི་འབྱུང་བྱ་ཞེས་ཆེད་དུ་བསམ་ཞིང་འབྱུང་བ་མེད་མ་བྱས་པས་ནི་དེ་མེད་ན་དེའི་ཚེ་སྐྱེ་བར་འདོད་པ་གང་ཡོད་ལ་དག་དོན་ཡིན་གྱུར་པས་འགག་པར་འགྱུར་བའང་མ་ཡིན་ནོ་ཅེས་དེ་དག་ནི་དེ་ལྟ་ན།

བུད་མེད་དེ་དག་ལ་འོ་ད་ཚེ་མ་ལ་སོགས་གནོད་པ་ཅན་བུད་མེད་ལ་སོགས་ཐུགས་རྗེ་རྔམ་ཞིང་ཟས་བཅུད་ལ་སོགས་བཅས་ཁ་ཆེ་འགག་ཆེན་གཡང་སར་ཆུང་དུག་དང་མེ་དྲོད་ཟ་བ་དང་སོ་ནམ་མ་ཡིན་སྐྱོ་ཡི་རང་ལ་གནོད་པ་བྱེད་པ་ཡོད་གང་ཚེ་ཉོན་མོངས་མ་གྱུར་པས་བདག་སྡུག་བསྔལ་ཀྱང་གནོད་བྱེད་པ་སྟེ་ཚེ་དེ་དག་གཞན་ལུས་ལ་གནོད་མི་བྱེད་པ་ཇི་ལྟར་འདོད་ཉོན་མོངས་ཅན་ལས་དེ་ལྟ་བུར་བདག་ལ་བདག་སུ་ལ་སོགས་ཞུགས་པ་ལ་སྙིང་རྗེ་བརྒྱ་ལམ་གྱིས་མ་བྱས་ན་གྲོགས་བྱེད་པ་སྐྱེད་དང་རྩེ་སྐལ་དེ་གཞན་ལ་རྩེ་སྐྱེད་པར་བྱེད་པ་རྣམས་ཀྱི་རང་བཞིན་ན། དེ་ལ་ཁྲོ་བ་མི་རིགས་དེ་ཚོའི་རང་བཞིན་མི་ཀུན་འདྲ་བ་ཡིན་ཏེ་སྐྱོན་དེ་གློ་བུར་ལ་སེམས་ཅན་རང་བཞིན། དེ་བར་སྣང་བ་འདྲ་བའི་འོད་སྣང་ཁྲོ་བ་མི་རིགས་དེ་ག་ལ་དུས་དེར་གོན་པ་བཞིན་གཡོ་ལ་གཟུགས་མི་དགོས་ཏེ་ག་དེ་འཕེན་པ་ལ་འགྲོ། ག་དེ་འཕེན་པ་ལ་ན་དེ་ཡང་ཞེ་སྡང་སྐྱེད་པའི་ལས་ཉིད་ན་ཞེ་སྡང་ལ་འགྲོ་རེ། བདག་གིས་སྔོན་ཆད་སེམས་ཅན་ལ་འདྲ་བ་ཡིན་ནོ་སྐྱེས་པ་དེ་བས་སེམས་ཅན་ཚེ་སྐྱེས་པ་དག་ལ་ནུས་པ་དེ་འབྱུང་རེ་དེ་ཡི་གསོན་དང།

དེ་ལྟར་མ་ལག་གང་དེ་ལ་བརྟེན་ནས་གཏན་འཁེལ་ནས་བཟོས་པའི་བདག་སྡིག་མང་དུ་བྱ་བདག་ལ་བརྟེན་ནས་འདི་ནི་ཡུན་རིང་སྡུག་བསྔལ་མྱོང་བར་གྱུར་སྡུག་བསྔལ་ཡུན་རིང་སྡུག་བསྔལ་དམྱལ་བར་མྱོང་ད་ནི་དེ་ལ་གནོད་བྱེད་པ་དེ་དག་བདག་ལ་ཕན་འདོགས་ན་ཕྱིན་ཅི་ལོག་ཏུ་ཕྱིན་ཅི་ལོག་ཏུ་ཕྱིན་ཅི་ལོག་ཏུ་ཕྱིན་ཅི་མ་རུང་ཚུལ་འཆོས་འཁྲུག་ར་བྱེད་གལ་ཏེ་བདག་ལ་བསམ་པ་ཡི་ཡོན་ཏན་ཡོད་ན་གཉེན་མི་འགྲོ་གི་བདག་གིས་བདག་བཟུང་ན་དེ་ལ་དེ

ཁྱོད་ཀྱི་མི་ཐམས་ཅད་ནི་དེ་ལ་གནོད་པའི་རྒྱུ་མི་བྱེད། ཁྱོད་ཀྱི་འདོད་པའི་སྡུག་བསྔལ་འདི་གྲུབ་ནའང་གྱུར་ཅིག་ཅེས་ཡོད། གལ་ཏེ་ཚིམ་པར་གྱུར་ཞེ་ན་དེའང་དེ་ལས་བུམ་པའང་གཞན་གྱི་ཡུལ་ཉོན་མོངས་ཉེས་པས་བཏབ་པ་ཡི་ཕྱོགས་དེ་ནི་མི་ཟད། བྱེད་པ་འདི་ནི་མི་ཟད་ཟེར། དེས་གཟུང་སེམས་ཅན། དེས་གཟུང་སེམས་ཉལ་བུམ་པར་ཡང་ཉལ་བས་བསྲུང་བ་དག། ཉལ་བས་བསྲུང་མི་དག་ཚིག་ངན་ལྟོས་དང་གྲགས་དང་རིགས་འཕྲུལ་ནི། བསམ་གྱིས་ཚིམ་མི་འགྱུར་བདག་རྟོག་མི་འགྱུར་གནས་མལ་མིན།

ཡོན་ཏན་ཅོག་རྫོགས་སྐྱེས་བུ་ཡི་ཡོན་ཏན་བཤད་ཙམ་འགའ་ཞིག་ལ་གནང་ནའང་དེ་ལ་ཆོས་བདུན་ཚོད་ཁམས་སོང་བུལ་ཡང་ཆུང་བར་འགྱུར་སངས་རྒྱས་ཆོས་མཆོག་ཅེས་པའི་ཞལ་སེམས་ཅན་རྣམས་ལ་བཞུགས་པས་ན་འདི་དག་ཙམ་གྱིས་ཆ་མཐུན་ནས་སེམས་ཅན་ཆོས་བྱར་མི་རིགས་ཅེས་བརྗོད་རྒྱུར་ནན་ཏན་ཏན་དུ་བརྗོད་པས་འདི་དག།

གང་ཕྱིར་རང་གི་སྐུ་ལ་མི་བརྩི་བ་དེ་ལ་བསྔོ་བ་དང་དགེ་འདུན་རྣམས་ང་ཅིར་བྱ་ཞིང་བྲན་གྱིས་བསྔོས་མི་བྱ། གང་དང། གང་དག་འདི་བས་ཐུགས་རྣམ་ཀྱི་རྒྱུད་ཆེན་གང་ལ་གནོད་ན་མི་བྱེད་འབྱུང་འགྱུར་བ་དག་དགའ་བའི་ཐུབ་དབང་ཉིད་ཀུན་གྱི་གཞི་དང་གནོད་བྱེད་ཐུབ་དབང་ནུས་པ་ཅན་ཇི་ལྟར་བསྡུས་ལ་ཀུན་ནས་འོག་འདུས་པ་ཀུན་གྱི་ཡིད་བདེར་མི་འགྱུར་བ།

འདི་གཉིས་དེ་བཞིན་གཤེགས་པ་གཉིས་གཞན་ཡིན་རང་དོན་ཡང་ན་སྤོང་འདི་གཉིས་ལ་འཇིག་རྟེན་སྡུག་བསྔལ་སེལ་བའང་འདི་གཉིས་ཏེ། དེ་ལྟའི་རྟགས་ནི་རྟག་ཏུ་འདི་གཉིས་ཀྱང་དཔེར་ན་ཁྱོ་ག་ཞིག་གིས་སྤྱི་བོ་མང་ན་སྣོད་ཀྱིས་ཀྱང་སྤྱི་བོ་མིག་ཀྱང་རིང་པོ་དང། སྣོད་ཀྱང་ཕྱིར་ནུབ་ཡིན་ཏེ་འདིར་གཅིག་མ་འདི་ལྟར་དེ་རྗེས་མ་ཡིན་ཅེས་བྱ་བའི་དོན་དེ་ཡིད་དོ། འདིར་གཅིག་མ་ཅེས་བྱ་བའི་དོན་དེ་ཡིད་དོ། དེ་བཞིན་སྣོད་ཀྱི་ཉམས་ཀྱི་དབང་འགའ་ཡང་ཆེད་དུ

བདག་ལེའུ་དྲུག་པ། རྩ་བའི་ས་བཅད་གསུམ་པ། ཕར་ཕྱིན་ལྷག་མ་བཞི་ལ་སློབ་པའི་ཚུལ། ད་དེ་ལ་ཡང་ནང་གསེས་ཀྱི་ས་བཅད་བཞི། ཕར་ཕྱིན་ལྷག་མ་བཞི་ལ་སློབ་པའི་ཚུལ་ཟེར་ཡ་དེ་ལ། བཟོད་པ་ལ་སློབ་ཚུལ་བརྩོན་འགྲུས་ལ་སློབ་ཚུལ། ཐུན་མོང་དང་ཐུན་མོང་མ་ཡིན་པའི་གནད་ཀྱིས་བསྡུས་པའི་བསམ་གཏན་ལ་ལུས་ཚུལ། ལྷག་མཐོང་ངོ་བོ་ཤེས་རབ་ལ་ལུས་ཚུལ་འདི་བཞི་ཡིན་པ་རེད། ད་དང་པོ་བཟོད་པར་ལྷུ་ཚུལ་དེ་ལ་ཡང་གཉིས་བྱེད། ལེའུའི་གཞུང་བཤད་པ་དང་ལེའུའི་མཚན་བྱེད། ད་ལེའུའི་གཞུང་བཤད་པ་དེ་ལས་གཉིས་བྱེད། གཉིས་པོ་གྲུབ་པ་དང། གནས་པའི་དགེ། སྤངས་པ། བཟོད་པ་བསྒོམ་པ་ལྷུར་བྱ་བ། བཟོད་པ་སྒྲུབ་པའི་ཐབས།

མ་མཐོང་བའི་ཉི་མའི་སྲིད་ཀ་ལ་ཉི་མས་ང་ཚོའི་མིག་གིས་མཐོང་རྒྱུ་མེད་པ། མཐོང་བའི་ཉི་མའི་སྲིད་ཀ་ལ་ང་ད་ལྟ་མིག་གིས་མཐོང་རྒྱུ་ཡོད་པ། ད་ཐམས་ཅད་ཉི་མས་སངས་རྒྱས་བསྟན་པར་གསུངས་རྗེས། ད་དང་པོ་མ་མཐོང་བའི་ཉི་མས་དེ་ལས་ཁོང་ཁྲོའི་དགེ་རྩ་འབྱུང་བ་དང། ཁྲོ་བ་དང་བཟོད་པའི་སྐྱོན་ཡོན་ཤེས་ནས་བཟོད་པ་བསྒོམ་པ་ལ་འབད་པར་བྱའོ།

བསྐལ་པ་སྟོང་དུ་བསགས་པ་ཡི། སྦྱིན་དང་འདུས་བྱས་བཅུ་ལ་སོགས། ལི་ཆས་གང་ཡིན་དེ་ཀུན་ཀྱང་ཁོང་ཁྲོ་གཅིག་གིས་འཇོམས་པར་བྱེད།

བསྐལ་པ་སྟོང་དུ་བསགས་པ་ཡིས། དུས་ཀྱི་ཆ་ནས་བསྐལ་པ་སྟོང་ཕྲག་གི་བར་དུ། ག་རེ་བསགས་པ་རེད་ཅེ་ན། སྦྱིན་པ་ལས་བྱུང་བའི་བགྱི་བ། སངས་རྒྱས་ལ་སོགས་པ་ལ་སྤྱི་བོར་ཕུལ་བའི་བགྱི་བ། ད་ག་ན་བཞིན་སོགས་ཀྱི་ནང་ལ།

ལས་བྱེད་ཀྱི་དགེ་བའི་དངོས་པོ་གང་ཡིན་པ་དེ་བྱང་ཆུབ་སེམས་དཔའ་ལྟ་བུ་ཅིག་ལ་དམིགས་པས་ཁོང་ཁྲོ་ཡུད་ཙམ་གྱིས་སྐྱེས་པ་ཡིན་ན་ཚུལ་གང་གིས་འབྱུང་འགྲོ་གི་རེད། བསྐལ་བ་སྟོང་དུ་བསགས་པ་ཡི་སྦྱིན་དང་འདི་ཞེས་བརྗོད་ལ་སོགས། ལས་བྱེད་གང་ཡིན་ལས་བྱེད་ཞེས་པ་བསོད་ནམས་དང་དགེ་བ་ལས་པར་བྱེད་པའི་དངོས་པོ་གང་ཡིན་པ་དེ་ཁོང་ཁྲོ་གཅིག་གིས།

མ་འགྱུར་བའི་སྐབས་ལ་ཡང་གསོད་པའི་སྐབས་ལ་དེ་ཡོང་ཡ་གྱི་རེད། སངས་རྒྱས་ཀྱི་ཕྱག་འཚལ་བའི་ཕན་ཡོན་ནི་ཡང་ལུས་ཀྱི་ཇི་ཙམ་ནུས་པའི་ས་དེའི་ད་ལུས་ཐམས་ཅད་ས་ལ་བབས་པའི་ཕྱག་རབ་འཚལ་བ་ཡིན་ན་ལུས་ཀྱི་ཇི་ཙམ་ནུས་པའི་ས་དེའི་འོག་ལ་ཡོད་པའི། ཝང་ཅན་གསེར་གྱི་ས་གཅིག་ལ་ཐུག་པའི་བར་དུ། སྲང་གི་རྡུལ་ཇི་ཙམ་ཡོད་པ་དེ་ཙམ། འཁོར་ལོ་བཅུའི་རྒྱལ་པོ་ལ་སྐྱེ་བ་བླང་ཡག་གི། དགེ་བའི་ཚེ། དེ་འདྲས་ཀྱི་ཡོང་གི་རེད་ཅེས་ནས་གསུངས་ཡོད་རེད། ཡིན་ན་ཡང། དེ་འབྲེལ་གྱི་བསོད་ནམས་ཆེན་པོ་ཡོད་ངེས་དང་ཀུན་དགའ་བརྒྱུད་རྒྱལ་པོ་ལ་སྐྱེ་བ་གླེང་མཁན་ནི་མང་གོ་མི་འདུག་བ་ཟེར་ནས་ཞུས་པའི་སྐབས་ལ་ཡ། འདི་སྤྱད་དེ་ཁོང་ཁྲོ་སྐྱོང་པ་རེད། སྤྱད་དང་ཁོང་ཁྲོ་གི་ཚ་སྐྱོང་པར་བཤད་མ་གོ་བ་ལ། དེའི་ནང་ནས་སངས་རྒྱས་དང་བྱང་ཆུབ་སེམས་དཔའ་ལ་འཁྲུལ་བའི་དེ་གི་ཚ་འབྱུང་བའི་སྟོབས་ཆེ་བ་ཨ་དུག་སྲིན་པོ་རེད།

ཁོང་ཁྲོ་སྟོབས་ཅན་གྱི་དགེ་རྩ་གཅེས་པ་ཡང་བཟུང་ཡོད་ཡིན་པ་རེད། ད་སྤྱི་བཏང་དགེ་རྩ་ཆད་པ་ཟེར་ཡ་དེ་ཡུལ་དང་མེད། གྲུབ་མཐའ་སོ་སོའི་བཞེད་ཚུལ་མི་འདྲ་བ་རེད། ཁོང་ཁྲོའི་དགེ་རྩ་གཅེས་པ་ཡོད་པ་ཡིན་ན། ཨ་ནི་དགེ་རྩ་ཆད་ན་སྡུམ་པ་ཡི་ཉམས་འགྲོ་གི་རེད། རྩ་སྟོང་དང་སྤྱི་བར་ཆགས་འགྲོ་གི་རེད། བྱས་ཙང་ད་ཁོང་ཁྲོ་དེ། དེའི་འོག་གི་རྣམས་ལ་གསུམ་པ་ནང་བཞིན། ཞེ་སྡང་ལྟ་བུའི་བདེ་བ་མེད། བཟོད་པ་ལྟ་བུའི་དཀའ་ཐུབ་མེད་གསུངས་ཡ་དེ། ད་གཉིས་པ་འཁྲུལ་བ་དེ་བཟོད་པའི་སྐྱོན་ཡིན་ཤེས་ནས་བཟོད་པ་དགུ་མ་ལ་འབད་དགོས་ཡ་དེ་རེད། དང་པོ་དེ་ཡིས་ཁོང་ཁྲོའི་སྐྱོན་འདི་བྱེད། ཁོང་ཁྲོའི་སྐྱོན། ནང་ལ་ཐུང་བ་དང་མི་ཐུང་བ་གཉིས་ཀྱི་ནང་ནས། མི་ཐུང་བའི་སྐྱོན་ཆེ་ཤོས་དེ། ཁོང་ཁྲོའི་དགེ་རྩ་སྐྱོང་པ་དེ་རེད། ཁོང་ཁྲོ་ཁོ་རང་མི་དགེ་བ་ཡིན་པ། བཤད་མ་གོ་ཨ་ལི་ཡ། ཨན་དེ་ཡིས་སྔར་བསགས་པའི་དགེ་རྩ་རླབས་པོ་ཆེ། ལྷག་པར་དུ་ཨེ་རྒྱ་མཆོད་སེམས་དཔའ་ལྟ་བུ་ལ་འཁྲུལ་པའི་ཁོང་ཁྲོ་ཡིན་ན། བསྐལ་པ་སྟོང་དུ་བསགས་པའི་དགེ་རྩ་འབྱོངས་འགྲོ་ཡ་ཡིན་དུས་སྐབས་ལ་དེར་གཞི་བོ་ཆེ། ང་ཚོས་བསྐལ་པ་སྟོང་དུ་དགེ་རྩ་བསགས་ཡ་དེ་དཀའ་ལས་ཁག་པོ་ཞིག་གྲགས་རེད། ད་དེ་ཚོ་ཁོང་ཁྲོ་གཅིག་གིས་སྐྱོང་གི་ཡོད་ན་ད་དེ་ལས་གྱོང་ཆེ་བ་ཅིག་མེད་པ་རེད།

ནས་ཅི་བདེ། ནང་པའི་སྔན་གྱི་དཀའ་ཐུབ་ཞེས་པའི་ཚིག་དེ། སྤྱི་དང་ནས་རྒྱ་གར་གྱི་ནང་དོན་རིག་པའི་གཞུང་ལུགས་ཀྱི་ཐ་སྙད་ཀྱི་ནང་ལ་ཡང་ཡང་ཡོང་ཡས་ཀྱི་རེད། སྒྲུབ་པ་ཉམས་ལེན་ལ་དཀའ་ཐུབ་ཟེར་ལ་དགོས་རེད། དེ་བས་གཟུགས་ལ་ནན་ཏན་དུ། སྣ་ཚོགས་ཚུལ་གྱིས་བསྒོམ་པར་བྱ། ཞེ་སྡང་ལྟ་བུའི་སྡིག་པ་མེད། བཟོད་པ་ལྟ་བུའི་དཀའ་ཐུབ་མེད་པ་ཡིན་ཙང། བཟོད་པ་ལྟ་བུའི་དཀའ་ཐུབ་མེད་པ་དེ་ག་རེ་རེད་ཅེ་ན། བཟོད་པ་བསྒོམ་པ་ཡིན་ན། ཐུང་བ་དང་མ་ཐུང་བའི། ཞེ་སྡང་གི་སྐྱོན་མང་པོ་བཞི་པོ་གཅིག། ཟས་སྒྲུག་གི་ཡོད་རེད། ཨ་ནེ་ལྷག་པར་དུ། རང་གིས། སྔར་བསགས་ཟིན་པ་དང་ད་ལྟ་བསགས་བཞིན་པའི་བགྱི་བ་དེ་བཅས་ལ། གནོད་སྐྱོན་གང་ཡང་འགྲོ་དགོས་བ་མ་རེད། བྱས་ཙང་དེ་འདྲ་ཡིན་ཙང་ཞེ་སྡང་ལྟ་བུའི་སྡིག་པ་མེད་པ་དེ། བགྱི་བ་འཇོམས་པ་ཡིན་ཙང། ལམ་ལྕི་བའི་བགེགས་ལ་ཡང། ཤུགས་ཆེན་པོ་བྱེད་དགོས་བ་རེད།

དགེ་བ་འབྱུང་པ་དེས་མ་མཐོང་བའི་ཉེས་དམིགས་དེ་རེ་བ་མཐོང་བའི་སྐལ་ཡོད་མ་རེད། ད་མཐོང་བའི་ཉེས་དམིགས་དེ་ག་རེ་རེད་ཅེ་ན། ཁོང་ཁྲོའི་ལུས་སེམས་བདེ་བའི་སྐབས་མེད་པར་བྱེད་པ་དང། མཛའ་བཤེས་ལ་སོགས་འབྱུང་པར་བྱེད་པའོ། ཁོང་ཁྲོ་ཟད་སོང་ན། སེམས་མི་བདེ་བ་ཆགས་ཀྱི་རེད། སེམས་མི་བདེ་བ་ཆགས་ན་ལུས་མི་བདེ་བ་ཆགས་ཀྱི་རེད། མི་ཁོང་ཁྲོ་ཚ་པོ་སྤྱད་དེ་ན་ཚ་མང་པོ་ཡོང་ཡག་གི་ཉེན་ཁ་ཡོད་རེད། འོན་ཏེ་དེ་ཐུང་བའི་ཉེན་མེད་དེ་རེད། ཁོང་ཁྲོ་ཚ་པོ་སྤྱད་དེ་གྲོགས་པོ་ནང་ཚ་ཡང་དཀོན་པོ་ཆགས་འགྲོ་གི་རེད། ག་དུས་ཡིན་ན་ཁོང་ཁྲོ་སེལ་བདེ་བ་ཡིན་ཙང་མི་ཚང་བ་འདི་ཆང་གོ་མ་རེད་བ། དེ་འདྲ་ཡིན་དུས་སྐབས་ལ་ཡ། སེམས་འདི་བའི་སྐབས་མེད་ལུས་འདི་བའི་སྐབས་མེད། འོན་ཏེ་བ་ནང་བཞིན། བྲོ་བ་དང་མཛའ་བཤེས་མི་གཉིས་པ་འོན་ཏེ་བཅས་ཡོང་གི་རེད་གསུངས་རེད། ད་དང་པོའི་ཁོང་ཁྲོའི་ལུས་འདི་བའི་སྐབས་མེད་པའི་སྐོར་དེ་རེད། ཞེ་སྡང་ཟུག་རྔུའི་སེམས་བྱུང་ན་ཡིད་ནི་ཞི་བ་ཉམས་མི་མྱོང། དགའ་དང་བདེ་བའང་མི་ཐོབ་ལ། གཉིད་མི་འོང་ཞིང་གཏན་མེད་འགྱུར། ལྷ་ཚིགས་ཀྱི་སྲད་བུ་དུ་བ། སྡུག་བསྔལ་དྲག་པོ་ལྕི་བའི་ཞེ་སྡང་ཟུག་རྔུ་སྲིན་འཕྱང་ན་ནི། ཡིད་སྡུག་བསྔལ་ཞི་བའི་དགའ་བ་ཉམས་སུ་མྱོང། མི་མྱོང་ཞིང་ཡིད་དགའ་བ་དང་ལུས་བདེ་བའང་མི་ཐོབ་ལ། གཉིད་མི་འོང་ཞིང་སྲིན་རྣལ་དུ་ཕེབས་པའི་བསྟན་པའང་མེད་པར་འགྱུར་རོ། དེ་རེད། ཞེ་སྡང། ཞེས་པ་དེ་ཁོང་ཁྲོའི་ནང་གི་ཀ་གདེངས་ནས་ཞི་ཞེས་པ་དེ་གདེངས་ནས་ཟེར་བ་ཞི་ནས་ལྡང་བས་སེམས་ཁོ་རང་ཟུག་ངུ་དག་པ་ཅི་རེད་ཟུག་ངུ་ཟུག་པ་ན་ཚ་གཟེར་ཟུག་སེམས་ཁོ་རང་ད་གཟེར་ཟུག་དག་པ་ཅི་རེད། དེ་འདྲའི་གི་བསམ་བློ་ཅིག་སེམས་གི་ནང་ལ་ཡོད་པ་ཡིན་ན། རང་གི་སེམས་དེ་ཞི་བའི་ཚོར་བ་ཉམས་སུ་མྱོང་གི་མ་རེད་བྱས་པ་རེད། ཞི་བའི་ཚོར་བ་སིལ་ཀ་ལ་སིན་གཅིག་མ་ལྷོད་ཤིག་ཤིག་བྱས་ནས་སྐྱིད་པོ་རབ་བྱུང་ཡ་ཡོད་རེད་པ། འོན་ཏེ་འདྲ་བའི་ཚོར་བ་དེ་ཉམས་སུ་མྱོང་གི་མ་རེད། ཞི་བའི་ཚོར་བ་ཞི་བའི་བདེ་བ་ཉམས་སུ་མི་མྱོང་བ་ཡིན་ཙང་སེམས་དགའ་པོ་ཡོང་ཡ་ཡོད་མ་རེད། སེམས་ལ་བདེ་བ་ཡང་ཐོན་ཡ་ཡོད་མ་རེད། སེམས་དགའ་པོ་ཡི་མེད་པ་ཅེས་ག་དུས་ཡིན་ནའི་སེམས་སྡུག་ལང་ལང་བྱེད། སེམས་ལ་བདེ་བ་ཡི་མེད་པ་ཅེས་དེ་ཅི་དུས་ག་ལ་སྡུག་གཉིད་ན་གཉིད་མ་ཁུག་ཡ་གི་ཉེན་ཁ་ཡོད་རེད། གཉིད་མི་འོང་ཞིང་གཏན་མེད་འགྱུར། གཉིད་མ་ཁུག་བ་ཆེས་གཏན་མེད་གཏན་མེད་ཟེར་ཡ་དེ་སེམས་རྣལ་དུ་ཕེབས་པས། བསམ་བློ་བརྟན་པོ་མེད་པ། ཡང་ཟེར་ཡང་བསམ་བློ་འགྱུར་འགྲོ་ཡ། དེ་ཡིན་ཙང་ནི་གཅིག། རང་གི་ལས་ཀ་དང་ཐག་གཅོད་ག་རེ་ཡིན་ནའི་ནོར་འགྲོ་ཡ་ཨང་ཚད་མཐུན་བར། ཨ་དེ་ཡིས། ཁོང་ཁྲོས། ལུས་དང་སེམས་ལ་བདེ་བའི་གོ་བ་མེད་པར་བྱས་པ་དེ། ཤོར་བ་འདིས་བསྟན་པ་རེད། ད་གཉིས་པ། མཛའ་བཤེས་སུ་འབྱུང་པ། མཛའ་བ་ཞེས་པ་དྲུག་པོ་དང་ཤེས་ཞེས་པ། ད་ཐག་གཉིས་པོ།

ཕལ་ཆེར་ཚིག་མི་འདྲ་བ་ཞིག་ལ་ཡིན་ན་བོགས་མ་རེད་བསམ་གི། མཛའ་བཤེས་འབྱུང་པོར་བྱེད་སྟངས་ག་རེ་རེད་ཅེ་ན། མི་གང་ཞིག་ནོར་དང། བཀུར་སྟི་ཡི་དྲིན་བཞིན་ཏེ་བསྐྱངས་པ། ཕན་བྱས་དེ་ལ་བརྟན་པར་གྱུར་པ་ལྟ་ཅི། ཞེ་སྡང་ལྡན་པའི་རྗེ་བོས་འདི་ལ་གསོལ་བ་བསྐུར་བ་ཡོད་དོ། གང་དག་ནོར་དང་བཀུར་སྟི་ཡི་དྲིན་བཞིན་དེ་ལ་བརྟེན་གྱུར་པ། སྦྱིན་བདག་ར་བུ་གཅིག་གིས་གཡོག་པོ་གཅིག་ལ་ཡ། གླ་ཆ་ཡག་པོ་སྤྲད། དེ་ནས་ཁེ་ཕན་ར་བ། འདེད་ས་དང་གོས་ལོག་དང་ས་ཡ་ལ་སོགས་པར་ཁེ་ཕན་ཡག་པོ་སྤྲད་ནས་ནོར་དང་བཀོད་སྒྲིག་གི་བཀའ་དྲིན་གྱིས་བསྐྱངས། གཡོག་པོ་དེ་གིས་སྦྱིན་བདག་དེ་ལ་བརྟེན་བཀའ་དྲིན་བསྐྱངས་པ་དེ་ལ་བརྟེན་ནས་འདེད་ངེས་ཅན་ཡིན་ན་ཡང། སྦྱིན་བདག་དེས་ཁོང་ཁྲོ་ཚ་བོ་བྱིན་པ་ཡིན་ན། དེ་དག་བསྐྱངས་ནས་བདག་འདེམས་པའི་རྗེ་དཔོན་དེ་ལ་གསོད་པར་བསྐུལ། སྦྱིན་བདག་ཁོང་ཁྲོ་ཚ་བོ་དེ་ལ་ཡང།

དགའ་བོ་ཡོང་ཡག་གི་ཐབས་ཤེས་བྱས་པ་ཡིན་ན་ཡང་ཁོང་ཁྲོ་ཚ་བོ་དེ་དག་ལ་བདེ་ངན་ཡོང་གི་མ་རེད་གསུངས་དུས། མཛའ་བཤེས་ཀྱང་ཡིད་སུན་ནས་སྐྱོ། སྦྱིན་པས་སྡོད་ཀྱང་དགའ་བས་བསྟེན་པར་མི་བྱེད་པས་འདི་སྤོང་བ་ལ་འབད་པར་བྱའོ་ཟེར། ཨ་དུས་ཚེ་རིང། ཕོ་ཡག་པོ་སྤྲད་ངན། ཁི་བན་ཡག་པོ་སྤྲད་ངན་གྱིས། བཀའ་དྲིན་ཅན་གྱི་སྦྱིན་བདག། རང་ཉིད་དེ་ལ་ཡང་བརྟེན་ནས་འཚོ་དགོས་ཡ་དེ་འདྲ་བྱིན་པ་ཡིན་ན་ཡང། སྦྱིན་བདག་དེ་ཁོང་ཁྲོ་ཚ་བོ་བྱིན་པ་ཡིན་ན་ནི་རང་ལ་བརྟེན་པ་དེ་ཚོ་ཀྱིས་ངོ་ལོག་རྒྱག་གི་རེད་ཟེར་ཡག་གི་ཉེས་ཁ་ཡོད་རེད། དགའ་བོ་ཉེ་བོ་དེ་ཚོ་ཡང་མི་དགའ་བ་ཆགས་འགྲོ་གི་རེད། དངོས་སྤྲད་ནས་དགའ་པོ་བཟོ་ཡག་གི་ཐབས་ཤིག་བྱས་པ་ཡིན་ན་ཡང་ཕན་ཐོག་ཡོད་བ་མ་རེད། ཡོང་གི་མ་རེད་འདུག་ཟེར། ད་གསུངས་པ་ཉེས་མེད་བདུད་དེ་བསྟན་པ་དེ་རེད། ཉེས་མེད་བདུད་བསྟན་པ་དེ་ལ་མདོར་ན་འཁྲུལ་པའི་སྡེར་གནས་པ་དེ་ནི་འགའ་ཡང་ཡོད་མ་ཡིན། འཁྲུལ་བའི་དགྲ་ཡིས་དེ་ལ་སོགས་སྡུག་བསྔལ་དག་ནི་བྱེད་པར་འགྱུར། ད་མདོར་བསྡུས་ན་གདོང་བསྐྱ་བ་ཡིན་ན། ཁོང་ཁྲོ་ལ་བརྟེན་ནས་དགའ་བོ་བྱེད་བདེ་བོ་བྱེད་བསྡད་པ་རེད་ཟེར་ཡ་ཅིག་དགའ་བའི་ར་ཡ་ཡོད་བ་མ་རེད། མདོར་ན་ཁྲོ་བའི་སྡེར་གནས་པ་དེ་ནི་འགའ་ཡང་ཡོད་མ་ཡིན། ཁོང་ཁྲོ་ལ་བརྟེན་ནས་དགའ་བོ་ཡོང་མཁན་གྱི་གནས་ཚུལ་ཅིག་ག་པ་ལས་མཐོང་ཡ་ཡོད་བ་མ་རེད་དེ་ཡོད་བ་མ་རེད་སོང། ཁྲོ་བའི་སྒྲ་འོད་དེ་ལ་སོགས་ཁྲོ་བའི་སྒྲ་ཡིན། ཁྲོ་བ་དེ་ལྟར་རང་གི་སྒྲ་ངོ་མ་དེ་རེད། འདི་ལ་སོགས་སྔར་བཤད་པའི། ལུས་སེམས་མི་བདེ་བ་དང། མཛའ་བཤེས་འཇོམས་པ་ལ་བསུ་བ། ད་སོགས་གོང་ནང་ལ། གཞན་དག་ཡང་མང་པོ་ཡོད་རེད་བ། དེ་ཡང། དབུ་མ་འཇུག་པའི་ནང་ལ་སྟབས་བདེ་པོ་འདུག་ཨང། མི་སྡུག་གཟུགས་སུ་བྱེད་བཞིན་དམ་པ་མིན་པར་བཀྲི། ཚུལ་དང་ཚུལ་མིན་བཞིན་པའི་རྣམ་དཔྱོད་འཕྲོག་བྱེད་བཞིན། མི་བཟོད་པ་ཡི་ཉོན་དུ་ང་འགྲོ་སྐྱོར་བྱེད། འོ། དེ་འདྲའི་ཚུལ་རོ། འདི་ལ་སོགས་པའི། སྡུག་བསྔལ་མཐའ་དག་གི་རྒྱུ་བྱེད་ཀྱི་རེད། དུ་བྱེད། ད། གཉིས་པ། བཟོད་པའི་ཕན་ཡོན་བསམ་པ་དེ་རེད། བཟོད་པའི་ཕན་ཡོན་འདི་ལ། གང་ཞིག་སྒྲིབ་འདི་འཁྲུ་འབྱུང་པ། འདི་ནི་འདི་དང་གཞན་དུ་འདི། འདི། མདོར་བསྡུས་ནས་ད་འདི་གསུངས་བ་རེད། བསམ་བློ་བསྒྲེངས་ནས། ཁོང་ཁྲོ་འབྱུང། ཁོང་ཁྲོ་བཀག་ནས་བསྡད་ཐུབ་ངེས་འདི། ཚེ་འདི་ལ་ཡི་བདེ་པོ་ཡོང་གི་རེད། གཞན་སྐྱེ་བ་རྗེས་མ་ལས་སྟོང་པའི་འོད་རེད། ཁོང་ཁྲོ་གཉིས་མེད་བསམ། བཟོད་པའི་ཕན་ཡོན་བསམ། འོ་བསྡུ་བྱས་ནས། སེམས་བསྒྲིམས་ནས། ཁོང་ཁྲོ་བཅུ་ལྔན་གྱིས་བཅད་དེ། ཚེ་འདི་དང། སྐྱེ་བ་གཞན་ཐམས་ཅད་ལ། བདེ་བ་འབའ་ཞིག་གི་རྒྱུ་ཡིན་པ་ཡིན་ཙང། འདི་སྤོང་བ་ལ་ཡ། ཁོང་ཁྲོ་སྤོང་བ་ལ་ཡ། མེད་པ་ཐམས་ཅད་ཀྱི། བརྫུན་པ་ཐམས་ཅད་ཀྱི་མེད་པར་བྱེད་དགོས་རེད། ཨོ་ད། དེ་རིང་མཚམས་འདས། ཤར་ཕྱོགས་པོ་ཆེ། མདོར་ན་གང་ཞུ་བ་བདག་དང་རྗེ་བྱང་ནས་ལན་སྟེར་བ། རྗེ་བྱང་ནས་བཀའ་དྲིན་ཆུང་བར་ཞུ་བདག་གི་རྗེ་ཉིད་ས་ལས།